ཨུམ་བཟོ་སྟེ། སྐྲ་ཆལ་རྒྱལ་མཚན་འབུམ་གྱིས་རབ་འཁྱུད་ཅིང། ངོ་མཚར་སངས་རྒྱས་སྟོང་གིས་དབང་བསྐུར་ཏེ། རྒྱ་རྒོད་གསང་གསུམ་ནུས་པ་གཅིག་བསྡུས་པ། ཕྱག་ན་པད་མོའི་རྣམ་འཕྲུལ་ཁྱོད་ལ་བསྟོད། ཚུལ་ལྡན་གངས་ཅན་ཡིག་རིགས་གསར་བཏུད་པའི། ཐུགས་མི་མཉེས་དང་ཁྱད་པར་ཡི་གེའི་གཟུགས། འཇིང་ཆེན་སྐྱེ་རྒུ་ཐུགས་ལ་དཔལ་བླངས་ཏེ། ལེགས་མཛད་ཁྱུང་པོ་གཡུ་ཁྲི་བདག་ལ་བསྟོད། འདས་རྒྱུའི་འབལ་དང་མང་ལུགས་ལས་རྒྱལ་བའི། རྣམ་མང་སྡེབ་སྡེ་སྤྲོས་པ་སྡེབ་འདྲེ་ཉིད། ཤིང་དཔར་བརྐོས་ལས་བདེ་བར་གཙོར་དམིགས་ཏེ། གསར་རྩོམ་མཛད་པ་པཎ་ཆེན་བླ་མར་བསྟོད། བདུད་བཞི་ནི་གོང་ས་རྒྱལ་བ་ཐམས་ཅད་མཁྱེན་གྱི་མཛད་པོ་བྱེད་པ་མཆོག་དང། ནི་བོད་ཀྱི་ཡིག་རིགས་ལ་ཡིག་རིགས་ཐོག་ནས་ཡང་ནི་བཀའ་དྲིན་བླ་ན་མ་མཆིས་པའི་ཀྱི་ཡང་ནི་སྐྱེས་བུ་དམ་པ་ཁོང་རྣམ་པ་ལས་བདུད། ནང་གསེས་ཀྱི་སྔོན་འདོན་ནི་སྔོན་བསུས་བྱས་ནི་དེ་རིང་རྒྱལ་བའི་གོས་སྟོན་གྱི་སྲུང་བརྩི་གྱི་ཐ་སྐབས་དེ་ལ་ཡང་མཛད་སྒོའི་སྐབས་དེ་ལ་ནི་དངོས་སུ་ཕྱི་བོད་རྒྱང་འཕེལ་གྱི་ཚོགས་ཀྱི་གཙོ་བོ་མཁས་དབང་བཀྲ་ཤིས་ཚེ་རིང་མཆོག་དང་ནི་བོད་ཁྱིམ་སློབ་གྲྭ་དང་ས་རཱ་ཐོལ་ལོ་ནས་ཕེབས་པའི་ཡང་ནི་ཟུར་དཔང་རྣམ་པ་གཉིས་དང་གདན་སའི་ཤེས་ཡོན་གྱི་སྡེ་ཁག་ནས་ནི་ཤེས་ཡོན་གལ་ཆེན་རྣམ་པ་དག་ན་བཞིན་གྱི་བླ་སྤྲུལ་མཁན་སློབ་དགེ་བའི་བཤེས་གཉེན་རྣམ་པ་དང་ནི་དགེ་འདུན་བཙུན་པ་དང་བཙུན་མ་དག་ན་བཞིན་གྱི་ནི་བོད་དགེ་སློབ་ཕྲུག་རྣམ་པ་དང། མི་དམངས་ཡོངས་ལ་ཡང་ད་ནི་ངས་འདི་ནས་ཐོག་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང།

དུས་གསུམ་གྱི་དོན་ནི་མ་ཞུ་བར་བྱེད་པ་ལ། དེའང་ཅི་ལྟར་ནི། བྱམས་མགོན་ཀོང་སྤྲུལ་རིན་པོ་ཆེ་ཀྱི་ཤེས་བྱ་ཀུན་ཁྱབ་མཛོད་ནང་ལ་ལས་དེ་ནི་བཟོ་རིག་པ་ལ། ལུས་ཀྱི་བཟོ་རིག་པ་ལ་མཆོག་དང་ཕལ་པ་གཉིས། མཆོག་དེ་ལ་ཡང་མཆོག་སྐུ་གསུང་ཐུགས་ལྡན་ཞིང་པ་ལ་གོ་དགོས་རེད། མཆོག་དེ། རྒྱལ་བའི་སྐུ་ཡི་སྐུ་སྟེང་དུ་ཡང་ནི་ཀུན་དགའ་ལྷག་བསམ་པ་བཞེངས་གྱུར་དང་ནི་གསུང་གི་གསུང་སྟེང་དུ་གྱུར་པའི་དེ་ནི་ཏཱ་ཀ་ཟོ་ཡི་གེ་ཀྱི་གཟུགས་ལ་སོགས་པ་མ་དུ་འཁོད་སྣང་ཡང་དང་དེ་ནི་ཐུགས་ཀྱི་ཐུགས་སྟེང་དུ་གྱུར་པ་དེ་ནི་མཆོད་རྟེན་གྱི་དེ་ནི་དུ་ཕྱི་མ་ནི་རྟེན་བཞེངས་སྣང་ཡང་ལ་སོགས་པ་དེ་ཚུལ་ལ་ཡང་དུ་ཕྱི་མ་ནི་འཁོད་སྣང་གུ་གུ་གོས་ཟེར་རེད་དེ་ནི། ད་ང་ཚོ་ག་ཚོད་རེད་སྤྱི་དང་ང་རང་ཚོ་ཡི་བོད་ཀྱི་ཡིག་གཟུགས་དེ་ང་རང་ཚོ་གི་དེ་ནས་ད་དང་པོ་ཉིན་ཕན་ཡོན་ཉུང་ཉུང་འདྲ་བ་ཅིག་མ་ཞུ་བ་ཡིན་ན་བོད་ཀྱི་ཡིག་གཟུགས་དེ་ང་རང་ཚོ་གི་དེ་ནས་སྦྱངས་པ་ཡིན་ན་ད་དགེ་ཕན་ག་རེ་ཡོད་རེད་ཟེར་བ་འདྲ་བ་ཅིག་རེད་བ་ལ་ཡི་གེ་ཡིག་གཟུགས་དེ་དཔེར་ན་ང་རང་ཚོ་ཡི་གེ་དེ་གཟུགས་དེ་ད་བོད་ཀྱི་ཡིག་གཟུགས་འདྲ་བ་དེ་ཆགས་བསྡད་པ་ཡིན་ན་དང་པོ་ང་རང་ཚོ་གི་ང་རང་ཚོ་ལ་དཔེ་མི་སྲིད་བཀའ་དྲིན་ཆེན་པོ་རེད་དོ་དྲན་གྱི་འདུག་ཉིན་བོད་ཀྱི་ཡིག་གཟུགས་དེ། ད་རྒྱུ་མཚན་ག་རེ་ཟེར་བ་ཡིན་ན་བོད་ཀྱི་ཡིག་གཟུགས་དེའི་ཐོག་ལ་ཡང་ད་ལྟ་ང་རང་ཚོ་ཡོང་གནས་ཀྱི་ད་ཐར་པ་དང་ཐམས་ཅད་མཁྱེན་དཔལ་གྱི་གོ་འཕང་ཐོབ་ཐུབ་དཔལ་གྱི་ཐོབ་ཨ་ཐོབ་ནུས་ཡོད་དཔལ་གྱི་ད་ཆ་ཚང་བ་ཅི་དེའི་སྐད་དང་ཡིག་གཟུགས་དེའི་ཐོག་ལ་ཡང་མ་གནས་དེ་ཡོད་རེད་བ། འོ་བྱས་ཙང་དེ་ནི་ང་ཚོ་ཨ་རྒྱལ་བའི་བཀའ་འགྱུར་རེད་ཨ་ནི་དེའི་རྗེས་འཇུག་མཁས་པ་རྣམས་ཀྱིས་མཛད་བཞག་པའི་ཨ་ནི་ཨ་བསྟན་བཅོས་རེད་ཨ་ནི་དེ་ཚོ་ཆ་ཚང་ཡང་ནི་དེའི་ཡིག་གཟུགས་དེའི་ཐོག་ལ་མ་གནས་དེ་བ་ཡིན་དུས་ཨ་ནི་དེ་ཚོ་ཅིས་མ་ནི་དགེ་ཕན། སྤྱི་བཏང་གི་ནང་ག་ཚོད་ད་ཅི་གལ་ཆེ་ཤོས་འདྲ་བོ་དེ་གནད་འགག་ཆེ་བ་འདྲ་བོ་ཞུ་བ་ཡིན་ན་དེ་འདྲའི་ཅིག་ཆགས་དེ་ཡོད་ས་དེ་ཡང་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང་འདུལ་བ་པོ་ཆེ་ནང་ལ་གར་གསུངས་འདུག་ཟེར་བ་ཡིན་ན་སྔགས་རྒྱལ་ཐ་མར་འགྱུར་བ་ན་ང་ཡི་ང་ནི་ཡི་གེའི་གཟུགས་སུ་གནས་ང་ཡིན་སྙམ་དུ་ཡིད་བརྗོད་ལ་དེའི་ཚེ་དེ་ལ་གུས་པར་གྱིས་ཅེས་མང་དུ་གསུངས་འདུག་ནི་ད་སངས་རྒྱས་བཅོམ་ལྡན་འདས་ཡང་ནི་ག་ཚོད་ད་འཇིག་རྟེན་དེ་ནས་ཡང་ཞིང་གཞན་དུ་གཤེགས་ས་བའི་གཞུག་གུ་ལ་ཡང་དེ་ནི་ལོ་ལྔ་བརྒྱ་བྱས་ལ་ནི་ད། སངས་རྒྱས་བཅོམ་ལྡན་འདས་ཁོང་ང་རང་གཟུགས་ཀྱི་བྱེད་འདོད་ཡོད་ན་ད་ཡི་གེ་གི་གཟུགས་ཀྱིས་མཐོང་དུ་ཡང་ང་ཚོ་བྱེད་དགོས་རེད་སེམས་ཡོ་བསམ་པ་ལ་ད་དེ་ཚོ་དངོས་གནས་ཀྱི་ང་རང་གཟུགས་ཀྱི་དེ་འདྲ་ཅིག་ཡིག་གཟུགས་དེ་ཚོ་གལ་ཆེན་པོ་ཞུ་ཅིག་ཡིན་པ་དེ་དེ་འདྲ་ཅིག་མཚོན་ཐུབ་ཀྱི་འདུག་ཨ་ནི་ད་ང་ཚོ་སྤྱི་བཏང་གི་ང་ཚོ་གི་བོད་ཀྱི་ཡི་གེ་ཙམ་མ་ཡིན་པ་ཡི་གེ་ཡི་སྐད་མཚོན་པར་བྱེད་པའི་ཡི་གེ་གི་གཟུགས་འདྲ་བ་ཅིག་མ་ཆགས་མཚོན་པ་ཡིན་ན་ཨ། བཀའ་ཟུར་ང་རང་ཚུགས་ཀྱི་ཡ་དེ་ནི་རྒྱལ་ཁབ་ཀྱི་ཆོས་དང་རིག་གཞུང་དང་དང་ཞིང་ཆོས་དང་རིག་གཞུང་གང་ཅིག་གི་ཐུགས་ནས་ཡིན་ན་དེ་ནི་རྒྱ་ཆེར་སྤེལ་བ་ལ་སོགས་པ་དང་ཡུལ་དང་དུས་ཀྱི་ཡ་ང་རང་ཚུགས་ཀྱི་དེ་ནི་གཅིག་ད་ང་ཚོ་ཉེས་སྐྱོན་ལ་སོགས་པ་རེ་ང་རང་ཚུགས་ཀྱི་རྟོགས་མ་ཐུབ་པ་དེ་འདྲ་ཡོང་གི་རུ་བ་སྐབས་རེ་ང་ཚོ་ད་ང་ཚོ་ཡི་གར་ཚུགས་ཀྱི་རུ་ད་དེ་ཚུལ་གྱི་ཡ་བར་ཆད་སེལ་འོས་ན་མི་འདུག་ད་དེ་ཚུལ་ཙམ་གྱི་ཡ་ནི་སེལ་ཐུབ་པའི་གི་ནུས་པ་དེ་ག་རེ་ལ་ཡོད་རེད་ཟེར་བ་ཡིན་ན་ད་ང་ཚུགས་ཀྱི་ཡི་གེ་མཚོན་པར་བྱེད་པའི་ལར་སོ་སྐྱེས་མཚོན་པར་བྱེད་པའི་ཡིག་གཟུགས་དེ་ལ་མ་དེ་ནས་ཕལ་ཆེར་ང་རང་གཟུགས་ཀྱིས་མ་མཚོན་ཐུབ་ཀྱི་འདུག་ཅེས་མ་ཞུ་ཡ་ཡིན། ད་སྤྱི་དང། ཕན་ཡོན་སྐོར་དེ་མ་ནི་མང་པོ་ཞུ་ཞུ་མ་གོ་བ་བྱེད་ད་ང་ཚོའི་སྤྱི་དང་ངས་ད་ལྟ་དེ་ནི་ཐོག་མ་དེ་ག་ཟུག་རེད་ཐུ་མི་ས་འབུ་དག་གིས་ཡ་ནི་བོད་ཀྱི་ཡི་གེ་དེ། ཚུར་བསྒྱུར་ཡོང་བསམ་པ་ལས་དེ་ནས་གཞི་ག་བ་ལ་བརྟེན་ནས་ཚུར་བསྒྱུར་གནང་རེད་ཟེར་ན་དེ་ནས་དགོས་ལ་ཡང་ནི་ཉུང་ཉུང་ཅིག་མང་ཞུ་བ་ཡིན་ན། ད་འཐུས་མི་བསམ་བོ་ར་གིས་སྤྱི་བཏང་ད་ང་ཚོ་བོད་ཀྱི་མཁས་པ་དེ་ཚོ་ཡ་ད་བཞེད་སྲོལ་མང་བོ་ཞིག་ཡོད་པའི་ནང་ལོ་ནས་ད་ནི་སྐུ་ཉིད་སི་ཏུ་པཎ་ཆེན་གྱི་ཡ་སི་ཏུ་གྲས་ཆེན་ནང་ལོ་ལ་ཡ་དེ་ནས་འཐུས་མི་བསམ་བོ་རེ་གིས། རྒྱ་གར་ཡིག་གཟུགས་དེ་ནི་ནཱ་ག་རའི་ཡིག་གཟུགས་ལ་ཡང་དཔེ་བླངས་ནས་དེ་ནི་བོད་ཀྱི་ཡི་གེ་དེ་མ་མཛེས་པ་རེད་ཅེས་ནང་གསུངས་གནང་གི་འདུག་བ། དེ་ཕལ་ཆེར་ང་ཚོ་གི་དེ་ནི་རྒྱུ་མཚན་གནད་ལ་འཁེལ་པ་ཞིག་ཡོད་ས་རེད་དྲན་གྱི་འདུག་ཁ་ཚང་ཕྱིས་འབྱུང་གི་ང་ཚོ་མཁས་པ། མཁས་དབང་དགེ་འདུན་ཆོས་འཕེལ་ཁོང་རིགས་ཀྱང་དེ་ནི་གཏམ་རྒྱུད་གསེར་གྱི་ཐང་མ་ནང་ལོགས་ཡོད་ཡ་ག་རུ་གསུངས་གི་འདུག་ཟེར་བ་ཡིན་ན། ཨ་ནི། བོད་ཀྱི་མཁས་པ་རྣམས་ཀྱིས་དེ་སྔ་ལ་ང་ཚོ་གིས་དེ་ནས་བོད་ཀྱི་ཡིག་གཟུགས་དེ་ལན་ཚྭ་ལ་དཔེ་བླངས་ནས་དབུ་ཅན་དང་ཝར་དུ་ལ་དཔེ་བླངས་ནས་དབུ་མེད་ཟེར་བ་དེ་ཕལ་ཆེར་དེ་འདྲ་མིན་ས་མ་རེད་ཟེར། གང་ཡིན་ཟེར་བ་ཡིན་ན། དེ་ནི་ལན་ཚྭ་དང་དེ་ཚོ་ནི་དུས་ཕྱིས་སུ་མ་བྱུང་བ་ཅིག་ཆགས་བསྡད་ཀྱི་འདུག་ཟེར། དེ་ཡིན་དུས་མཁས་དབང་དགེ་འདུན་ཆོས་འཕེལ་ཁོང་རེ་ཡིས་དེ་ནས་རྒྱུ་མཚན་གནད་འགག་ཅིག་གར་དྲངས་ཡོད་འདུག་ཟེར་བའི་བསམ་པ་ལ། ཨ་ནི་ཁོང་ཡ་ནི་སྙེ་མ་རྒྱ་གར་དུ་ཡ་འདུ་བྱེད་མ་རྒྱ་གར་མ་བྱེད་ནི་མ་ཕེད་རྗེས་དེ་ནི་ང་རང་ཚོ་གི་ད་བེད་ཀྱི་ས་ཆ་དེ་ཡིན་དེ་ནི་དྲན་གི་མི་འདུག་དེ་ནི་དོ་རིང་དེ་ཚོ་ལ་མ་ཡི་གེ་དེ་ཚོ་མ་ནི་ཁོང་གི་མ་བྱེད་ཡོད་ནི་བསམ་པ་ལ་གང་ལ་གང་འཚམ་ཀློག་ཡོང་དུས་ཨ་ནི་དེ་ལ་གནས་དེ་བེད་ཀྱི་ཡ་དཔེ་འདི་ད་དེ་ཚོ་གི་མ་ཅིག་ཅིག་གེ་མོ་འདྲ་བ་ཅིག་མ་ཤོག་གི་འདུག་ས། ང་ཚོས་ཀྱང་འདི་ཡི་གེ་ཀྱི་གཟུགས་འདི་ཚོ་ལོ་གཅིག་སྟོང་ལྷག་གི་སྔོན་ནས་སྔོན་གྱི་མ་ཡི་གེ་བྲིས་བཞག་པ་དེ་ནི་རེད་ང་ཚོས་ཀྱི་འདི་ལ་ཡང་ནི་པད་དཀར་ལས་རྒྱབ་ནས་ཡང་ནི་ཅིག་སྦྱང་བ་ཡིན་ན་ཡང་དེ་འདྲ་ཅིག་མ་ནི་བསླབ་ཐུབ་ད་ཀློག་ཤེས་ཀྱི་མི་འདུག་ཟེར་ཁྱེད་ཀྱིས་ངོ་ནས་མ་བསླབ་པ་ཡང་དེ་འདྲ་ཅིག་ཀློག་ཤེས་པ་དེ་ངོ་ཚ་རེད་འདུག་སེམས་གསོ་མ་ད་དགེ་འདུན་ཆེན་པོས་ཀྱི་ད་འདི་ག་གར་ཕྱིན་ཀློག་ཐུབ་པ་རེད་སེམས་གསོ་མ་ལ་སྐབས་དེ་དུས་ཀྱི་ཡང་ནི་གུབ་བྲིས་ཡི་གེ་ཀྱི་གཟུགས་འདི་ཚོ། པོད་མི་ཚེ་ཡིས་ང་ཚོ་གི་བོད་ཀྱི་དབུ་ཅན་དག་ཨ་ཕྱིས་སུ་ཡང་དབུ་ཅན་འདི་དག་བཟོ་དགོས་ལགས་སོ་པ་དབྱིབས་གཟུགས་ལགས་སོ་པ་འགྱུར་བ་ཕྱིན་ནས་དང་ཟེ་བོ་དེ་འདྲ་ཞིག་ཆགས་པ་རེད་མ་གཏོགས་ཨ་ནི་ངའི་ད་ནི་ཐུ་མི་སམ་བུ་ར་གི་མ་ཚད་ཆེར་བའི་སྐབས་དེ་དུས་དེ་ནས་བར་སྣང་གི་ཡི་གེ་འདི་ཚོ་དྲ་བོ་དྲ་བོ་ཅིག་ཡོད་ས་རེད་འོང་ད་འདི་ཚོ་ལ་བལྟས་ནས་ཡ་ཅིག་གང་ལ་གང་འཚམ་ཅིག་མ་ཀློག་ཐུབ་ཀི་འདུག་ཟེར་ནས་དེ་དགུ་སྒྲའི་ཡི་གེ་དེ་ངོ་ཚན་བྱས་ཡོད་རེད་ད་ཁོང་རེ་གིས་ད་དགུ་སྒྲའི་ཡི་གེ་འདི་ཚོ་ཡང་དེ་ནས་ཁོང་རེ་ཡིས་ག་རེ་གསུངས་ཟེར་ན་ད་སི་ཏུ་པན་ཆེན་གྱིས་འདི་ལ་ཡང་ནི་ན་ག་རའི་ཡི་གེ་ལ་དཔེ་བླངས་པ་རེད་ཟེར་བའི་གི་ན་ག་རའི་ཡི་གེ་དེ་ད་གུབ་བྲིས་ཀྱི་ཡི་གེ་རེད་འདུག་ཟེར་གུབ་བྲིས་ཡི་གེ་དེ་ན་ག་རའི་ཡི་གེ་ད་ག་རང་ལ་རེད་འདུག་ཟེར་དེ་འདྲི་གཅིག་དེ་ནས་གུང་རིགས་ཀྱི་གསུང་བཤད་དེ་དུས་ཨ་ནི་དེ་མ་ཡིན་པ་སྤྱི་དང། གུ་རུ་མི་ཆེ་གི་གསུང་རྟེན་དུ་བཞེས་པའི་གི་ཨ་ནི་པད་མ་བཀའ་ཐང་ནང་ལོ་ཡང་ན་ག་ར་ལས་དབུ་ཅན་དང་བར་དུ་ལས་དེ་ནས་དབུ་མའི་ཟེར། འདུ་ཤེས་མ་ནི་གསུང་ན་ཡོད་པ་དང་ནཱ་ག་རེ་ཡི་གེ་ལས་དཔེ་བླངས་པ་ལས་མ་གཏོགས་ནི་ལན་ཚྭ་ལྟ་བུ་ལས་མ་དཔེ་བླངས་པ་ཡིན་པ་དེ་ཕལ་ཆེར་ང་རང་ཚོ་ཡི་དེ་ནི་ཁུངས་བཙུན་པ་ཞེ་དྲག་མེད་པས་སུ་རོ་ཞེས་མཐོང་ཐུབ་ཀྱི་འདུག་དེས་མ་ཟད་ད་དུང་ཡང་དེར་ཁ་སང་ང་ཚོ་ཡི་དེ་ནི་རྒྱལ་ས་ལྡི་ལི་དེ་བ་ལ་ཡང་ང་རང་ཚོ་ཡི་དྲན་རྟེན་ཆེན་པོ་དེ་ཚོ་ནང་ལ་ཡང་འགྲོ་ཅེས་ང་རང་ཚོ་ཡི་འདུ་སྨད་བལྟས་པ་ཡིན་ན་དངོས་གནས་ཀྱི་དེ་ནི་ཕ་གི་ལ་ཡང་ནཱ་ག་རེ་ཡི་གེ་དང་གུབ་སྒྲའི་ཡི་གེ་དེ་ཚོ་ཡོད་བསྡད་པ་དེ་གས་ཏེ་ནི་བོད་ཀྱི་ཡི་གེ་སྔ་མོ་དེ་དང་མ་མཚུངས་ཀྱི་ཡོད་པ་དེ་གསལ་བོ་རེད་ཤག། ཉིན་དེ་ནས་མཚམས་སྦྱོར་དེ་དེ་ཙམ་གྱིས་ལ་མ་མཚམས་བཞག་ནས་དེ་ནས་ད། གཉིས་པ། བྱུང་རིམ་དངོས་ནས་མ་ཞོར་བྱས་པ་ལ་དེ་ནས་ད་དེ་བྱུང་རིམ་བྱུང་རིམ་དངོས་དེ་ལ་ཡང་གཉིས་དང་ད་དེ་བསྟན་པ་སྔ་དར་དང་བསྟན་པ་ཕྱི་དར་བཅས་དུ་རྣམ་པ་གཉིས་ཀྱི་ཐོག་ནས་དབྱེ་བ་ཕྱེ་ནས་མ་ཞུགས་ཆོག་པ་བྱེད། དང་པོ་དེ། དུས་རབས་བདུན་པའི་ནང་ལོ་ལ་ཡ་དེ་ནས་འཇམ་དབྱངས་ཀྱི་རྣམ་སྤྲུལ་ཐུ་མི་ས་འབུ་དྲ་གཉིས་ཀྱིས་ཡ་གསར་རྩོམ་མཛེས་དཔལ་གྱི་ཡི་གེ་དེ་ལ་ནི་ཡི་གེ་བར་སྣང་ཟེར་ཡོང་ཟེར་མ་ད་བད་པ་ནག་པོ་རོ་བ་ད་བར་སྣང་ན་ལ་རྒྱངས་པ་འདྲ་བ་ཅིག་ཡིན་པའི་རྒྱུ་མཚན་གྱིས་དེ་ནི་བར་སྣང་ལ་རྒྱངས་བ་འདྲ་བ་ཅིག་མ་འདུག་ཟེར་མ་གསུངས་གནང་གི་འདུག་དེ་ཡང་ང་རང་ཚོ་གིས་དེ་ནི་དེ་རིང་ཁ་སང་ཡ་མ་དེ་ནས་ཡ་གི་རྡོ་རིང་འདི་ཚོ་ལ་མ་བྱེད་ཀྱི་ཡོད་དཔལ་གྱི་ཡི་གེ་དེ། གར་ཚུགས་རེ་གུང་རེ་ཡི་ཡར་ཚུགས་བསྒྱུར་བྱའི་ཡི་གེ་ཐོག་མ་ཡིག་བུ་འདི་ལ་ཡང་དེ་ནི་ཆོས་རྒྱལ་སྲོང་བཙན་སྒམ་པོ་ལ་ཡང་ནི་བསྟོད་བསྔགས་བྱེད་ཞགས་པ་རོལ་བ་ལ་དེ་ནི་ཞགས་རེ་ས་ལ་ངག་དང་སྲབ་ངག་དང་གང་བ་སང་གདམ་ངག་ས་ལ་མ་བྱེད་ཐ་དེ་རང་ལ་སོགས་པའི་དེ་ནི་དེ་འདྲའི་གི་ཡང་དེ་ནི་ཚིག་རྩོམ་ཇི་འདྲ་མ་བྱེད་འདུག་བྱ་དཀའ་བ་དང་རེ་བ་འོ་དེ་འདྲའི་གི་ཐོག་ནས་སྙན་ངག་བྱ་དཀའ་བའི་གི་ཐོག་ནས་འདུག་བྱེད་མ་བསྟོད་བསྔགས་བྱེད་ཡོད་པ་དེ་ནི་དེ་འདྲ་ངག་ཚང་ཡང་བྱེད་ཀྱི་ཡོད་རེད་ཅེས་ད་གསུངས་ཚུལ་འདུག། དེའི་ཞུ་གུ་ལ་སྤྱི་ལོ། ད་དེའི་ཐུ་མི་སམ་བུ་དྲ་ཁོང་ཕེབས་པ་དེ་དག་དུས་རབས་བདུན་པ་ནང་དེ་བ་ལ་ཆགས་འདི་ཡོད་ར་བ་དེའི་ཞུ་ལ་དེ་ནས་དུས་རབས་བདུན་པ་ཡིན་པ་ལ་སྤྱི་ལོ། དྲུག་བརྒྱ་ལྔ་བཅུ་ནས་དྲུག་བརྒྱ་དོན་བཅུ་དོན་དྲུག། བར་དུ་ལས་དེ་ནས། མང། སོང་མང་རྫིང་གི་སྐུ་དེ་སུ་ལ་ཡི་གེ། ཕྱག་ན་རིན་ཆེན་འབར་གྱི་ཡ། ཡི་གེ། སོལ་བཏོད་སོལ་བཏོད་ཞེས་པ་དེ། ཡི་གེ་ཀྱི་ཨ་དེ་སི་དུ་ཏའི་ཕྱི་མ་ནི་རིང་དུ་བཏང་རྗེས་ད་ལྟའི་ཡི་གེ་ཀྱི་སི་དང་ཡི་གེ་ཀྱི་ཀོ་ཡི་གེ་ཀྱི་པོ་དང་ན་བཞིན་ཡི་གེ་ཀྱི་དབུས་དང་ཡི་གེ་ཀྱི་རྐང་པ་ཡི་གེ་ཟག་དང་ཡི་གེ་ཆུ་སྲིན་གསུམ་དང་ཡི་གེ་ཀྱི་གཟུགས་ཀྱི་ཐ་སྙད་མང་པོ་བརྗོད་རོལ་བ་ད་དེ་ཚོ་ལ་དེ་ཚོས་ཅང་ཉོན་ངེས་རྣམ་པར་གྱིས་གསལ་བོ་ཞུ་བའི་ཁེངས་ཀྱི་ཡོད་རོལ་བ་ལ།

བདུན་བརྒྱ། བཞི། བར་དུ་ལས་དུས་བཟང་མང་བོད་ཀྱི་སྐུ་དུས་སུ་ཡི་གེའི་ཁྱབ་དཀར་བེའུ་ཚེ་ཡི་མ་དེ་ནས་ཡི་གེ་སུ་ལ་གཏད་ཤོད་བས་ཏེ་ཡི་གེ་ཀྱི་སྒོ་དེ་གཏད་ཕྱིན་མ་ཨ་ནི་གྱེན་དུ་བཏེག་ཅེས་ཡི་གེ་ཀྱི་སྦོ་དེ་ཡང་གཏད་གྱེན་དུ་བཏེག་ཅེས་བྲིས་པ་དེ་འདྲེ་ཅི་ལ་ཡ་དེ་འདྲེ་རྒྱལ་པོ་འབྱོར་བ་ལྟ་བུ་ཅེས་དུ་ཕྱིན་མ་དེ་ནས་གསུང་གནང་གི་འདུག་དེའི་རྗེས་ལ་བདུན་བརྒྱ་བཞི་ནས་བདུན་བརྒྱ་ལྔ་བཅུ་ང་ལྔ་བར་གྱི་ལོ་ལ་ཡི་དེ་ནས། ཁྲི་ལྡེ། གཙུག་བརྟན་གྱི་རིང་ལ་ཡ་ཡི་རྒན་དགེ་བསྙེན་དཀོན་མཆོག་ངག་དབང་གིས་མ་མཛད་ཅེས་པའི་གྱི་ད་ཅིག་གསར་བཏོད་གནང་བཞག་པ་ཡི་གེ་ཀྱི་མགོ་དེ་ནས་ཏེས་མ་དེ་ནས་གོ་གོ་བྲོ་གཅིག་ཟླུམ་པོ་བྲོ་གཅིག་མ་བཏང་ནས་མ་དུ་སེ་འབྲི་བའི་རྒྱུ་མཚན་ལ་བལྟས་ནས་དེ་ལ་དེ་ནས་ནས་སྔོན་ཅིང། གོ་གོ་ཡིན་པ་དེ་ཟུར་དེ་ཏེ་བཅིངས་ཡོད་ཀྱི་རེད་ཟུར་དེ་ཚོ་ད་སྐྲ་བོ་ཆེ་དུ་སི་མ་བྲིས་ཡོད་ཀྱི་རོ་བ་ལ་འོ་དེ་ཚོ་ལ་དེ་ནས་ནས་སྔོན་ཆིན་དཀར་སྟེང་དུ་ཆིན་དཀར་སྟེང་དུ་མ་དེ་ནས་བཀྲམ་པ་ལྟ་བུ་ཆེན་དུ་སི་མ་ནས་བརྗོད་གནང་ཡོང་འདུག་བ་ལ་དེའི་རྗེས་ལ་ཡ་དེ་ནས་བདུན་བརྒྱ་ལྔ་བཅུ་ང་ལྔ་ནས་བདུན་བརྒྱ་དགུ་བཅུ་གོ་བདུན་གྱི་འབར་ལ། ཁྲི་སྲོང་ལྡེའུ་བཙན་གྱི་སྐུ་དུས་སུ་ཡིག་མཁན་པདྨ་ཤོད་ཁྲམ་གྱིས་མ་དེ་ནས་ཡི་གེ་གསར་བཏོད་གནང་བྱས་པ་དེ་ཡི་གེ་ཅུང་ཟད་རྗེས་དུམ་བུ་རྗེ་ར་བ་འོང་དེ་ནས་དུམ་འཁོར་འདྲ་བོ་ཞིག་མ་བྲིས་པའི་རྒྱུ་མཚན་ལ་བརྟེན་ནས་དེ་ནས་མུ་ཏི་དར་ལ་འཁྱུག་པ་འདྲ་བོ་ཞེས་དེ་འདྲའི་ཕྱིར་མ་བྱོན་གནང་ཡོད་དོ། དེའི་རྗེས་ལ་བདུན་བརྒྱ་དགུ་བཅུ་གོ་བདུན་ནས་བདུན་བརྒྱ་དགུ་བཅུ་གོ་བརྒྱད་ད་དེ་ཚོས་ལོ་གཅིག་གཉིས་སྤར་བ་མ་གཏོགས་དེ་འདྲའི་གནས་ཡོད་ཀྱི་མ་རེད། མུ་ཏིག་བཙན་པོའི་གི་སྐབས་སུ་ཡི་གེན་པ། ཚེ་བོང་བྱང་ཆུབ་ཀྱིས་མ་བྲིས་བྱས་པ་དེ་ད་ནི་ཡི་གེ་སྤུར་ནག་བྲེས་པ་ལྟ་བུ་ཅེས་བསྡུ་ཅེས་མ་བྱོན་གནང་འདུག་དེའི་རྗེས་ལ། སྤྱི་ལོ། བརྒྱད་བརྒྱ་ཉི་ཤུ་རྩ་གསུམ་ནང་ལོ་ཡ་དེ་ནི་མུ་ཏིག་བཙན་པོའི་གི་རིང་ལ་ཡི་གེན་པ་བྲེ་བ་ཡོན་ཏན་གྱིས་མ་བསྡུ་ཅེས་མ་ནི་གསར་བཏོད་གནང་བྱས་པའི་གི་ཡི་གེ་དེ་ལ་དེ་ནི་ཡི་གེ་དེ་ད་ནི་ཐད་ཀར་ལ་འཕྲེད་དུ་བལྟས་ཅེས་མ་ནི། གཟར་ནས་དེ་ནས་བུ་ཡུག་ཐམས་ཅད་དེ་ནས་ཞབས་སུ་གཡོ་བས་ཀྱི་རྣམ་པར་གྲོགས་བྱེད་མ་དེ་བས་རྒྱུ་མཚན་ལ་བརྟེན་ནས་ཉག་མོ་ཆུ་ནང་ནས་ཕྱུང་བ་ལྟ་བུ་ཅེས་དང་དེ་འདྲའི་གྲོགས་བྱེད་མ་ཆུའི་ནང་གི་འདུག་དེའི་རྗེས་ལ། སྤྱི་ལོ་བརྒྱད་བརྒྱ་བཅོ་ལྔ་ནས་བརྒྱད་བརྒྱ་སུམ་ཅུ་སོ་དྲུག། བར་ལ་ཡང་དེ་ནས་རྒྱལ་པོ་ཁྲི་རལ་བ་ཅན་གྱི་སྐུའི་དུས་སུ་མ་བྱོན་ཞེས་པས་ཀྱི་དེ་ནས། ཡི་གེན་པ། དགྲ་ཤོད་རྣམ་གཉིས་ཟེར་ད་དེ་དགྲ་ཤོད་རྣམ་གཉིས་ཟེར་བ་དེ་ལ་ཡ་དེ་ནས་ཨ་ད་ལོ་རྒྱུས་མ་བ་ཁ་ཤས་ཀྱིས་ཡ་དེ་ནས་ཨ། གར་སོ་བར་ང་ཚོ་གི་ཀ་ཅོ་གཉིས་ལ་ཡ་ངོ་ཟན་བྱས་ཏེ་ཡ་དེ་འདྲི་ཡང་ཡོང་གི་འདུག་ཀ་ཅོ་སེང་ཟེར་དང་ཀའོ་པ་ཟེར་དང་ཅོང་རོ་ལུས་རྒྱལ་སེང་གཉིས་ལ་མ་ངོ་འགྲོ་ཞེས་བྱ་བ་དེ་འདྲི་ཡང་ཨ། ཁ་ཤས་དེ་ནང་ལ་དེ་འདྲི་ཡང་གསལ་འདེགས་འདུག། གངས་རྗེ་དང་དེ་གི་ཡིག་གཟུགས་དེ་ང་ཚོ་གི་དེ་ནི་རྐང་པ་དེ་གའི་དེ་ཡ་ནི་རྐང་པ་དང་བཅས་དེ་ནི་བཟའ་ཆུ་དེ་ཚོ་ཆ་ཚང་ཡ་དེ་ནི་བལྟས་ཕྱིན་མ་དེ་ནི་དབྱིབས་ཀྱི་བཟོ་ལྟ་འགྲོ་བ་དེ་སྦོམ་པོ་ལ་བཏང་རྗེས་དེ་ནི་ཕྱིར་མ་བྲིས་པའི་རྒྱུ་མཚན་ལ་དེ་ནི་སེང་གེ་གནམ་དུ་མཆོང་བ་ལྟ་བུ་ཅི་འོ་དེ་ནི་ཕྱིར་མ་དེ་ནི་ད་དེ་ཚོ་ཆ་ཚང་དེ་ང་ཚོ་གི་བསྟན་པ་མངའ་བདག་བླ་མ་དར་བས་ཀྱི་ད་གཟུགས་བྱུང་བས་ཀྱི་ད་ཡིན་ཡ་ཡི་གེ་གི་གཟུགས་དེ་གའི་དེ་ཆ་ཚང་ད་དབུ་ཅན་རང་ཆགས་དེ་གི་འདུག་བ། དབུ་ཅན་གྱི་རྣམ་པ་ལ་དེ་འདི་འདྲ་བ་ཅིག་མ་དེ་ནི་བརྡར་པའི་བྱུང་ཚུལ་དེ་དེ་འདྲ་བ་ཅིག་མ་འབྱུང་འབྱུང་ཤག། ད་བསྟན་པ་ཕྱི་དར་གྱི་ཐོག་མ་དེ་ལ་ཡང་དེ་ནི་གྲོ་ཉ་ཤ་རི་དང་མཐོང་བ་འདོད་འཇོའི་ལུས་བེན་གྱི་མ་བྲི་བ་གྱི་ཡི་གེ་དེ་ལ་ཡང་དེ་ནི་གསང་ལེབ་གྲུ་བཞི་སྟེ། ད་ག་ཚོད་བོ་རེད་ཁོང་རྣམ་པ་གཉིས་བར་དོ་ལ་ཡང་དེ་ནི་ད་ཡི་གེ་གྱི་རྣམ་པ་གཅིག་ཆ་ཁྱོད་དང་ད་དེའི་རྗེས་ལ་ཡང་དེ་ནི་གཡུང་དྲུང། ག་ཚོད་རེད་ང་ཚོ་གི་དེ་ནི། གཡོ་དྲི་ཡིས་དེ་ནས་མ་ནི་དྲི་ཞིག་ཁྱུང་པོ་གཡོ་དྲི་གིས་མ་དྲི་བཤད་པ་འདི་ལ་ཡ་དེ་ནས་ད་ཡི་གེ་གིས་གཟེངས་སུ་ཐོན་པ་དེ་ནས་རྣམ་པ་ཁ་ཁ་ཅིག་ཆགས་པར་རོ་བ་འོ་ད་དེ་གིས་གང་བར་དོ་ལ་དེ་ནས་ཡི་གེ་གི་རྣམ་པ་སྐུ་དབུ་རྗེན་ལ་དེ་ནས་འབྱུང་བ་དེ་དེ་འདྲི་ཡང་ནི་ས་མཚམས། ཡེ་མེ་ལ་མ་བཅད་ཀྱི་ས་མཚམས་གཅིག་དེ་འདྲི་ཡོང་དུ་གི་འདུག་ལ་ད་གང་བྱེད་དེ་གིས་བྱེད་ལ་ཡ་དེ་ནས་ཁྱུང་པོ་གཡོ་དྲི་འབར་བ་ཞེས་བྱས་པས་དེ་གིས་དེ་ནས་ཡིག་གཟུགས་དེ་གས་ཏེ་ཆ་ཚང་དེ་ཡ་ནི་ང་ཚོ་གི་ལྷ་ཡི་དཀྱིལ་འཁོར་གཞན་བས་ཀྱི་དེ་ནས་ཐིག་ཚེ་དེ་ཚོ་ཡི་ལ་ཡ་ལ་དེ་ནས་དཔེ་བླངས་བྱས་དེ་ནས་ཕྱིར་མ་ཡི་གེ་དྲི་བཤད་པ་དེ་ཡིན་སོགས་མ་འདི་ནི་ཡི་གེ་གི་མ་འདི་ནི་ཆ་ཆེན་ཆ་ཆུང་རེ་བ་འོང་དེ་འདྲས་ཀྱི་དང་དེ་ནི་སྨྱུ་གུ་ལ་སོགས་པ་དང་དེ་ནི་ཡི་གེ་གི་ཤོག་བུ་ཤོག་བྱ་ལ་སོགས་པ་དེ་འདྲས་ཀྱི་དང་ན་ཡི་གེ་གི་གཟུགས་ཀྱི་མ་ཀོ་བོད་ཀྱི་གང་ཅི་དག་མདོར་ན་བསྟན་བཅོས་ལ་སོགས་པ་དེ་འདྲས་ཅིར་མ་བརྩམས་ཞེས་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་དེ་གི་མ་ནི་ཕྱིས་སུ་འབྱུང་བས་ཀྱི་དང་ཁོ་རང་གི་སློབ་མ་དེ་ཚོ་ཡང་དེ་ནི་ཡིག་གཟུགས་ཀྱི་མཛེས་པོ་རྣམ་པ་དེ་འདྲས་སྒྲོག་ཅིར་མ་དེ་ནི་བསྟན་པ་དེ་འདྲས་ཅིར་མ་སྐྱོང་ཤག་ཁོང་རྣམ་པས་ཀྱི། འོ་ད་ཁོང་ཁོང་གིས་མ་ཡི་གེ་འདི་ལ་ཡང་ནི་རྣམ་པ་བསྡུས་བྱས་པ་ཡིན་ན་ནི་བར་ལུགས་དང་མང་ལུགས་ཟེར་རྣམ་པ་གཉིས་ཀྱི་ནང་ལ་མ་མ་བེད་སྤྱད་བསྡུས་ཐུག་ཡོད་ཟེར་བང་ལུགས་བར་ལུགས་དང་དེ་ནི་མང་ལུགས་དེ་ཚོ་ཡང་ཕྱིས་སུ་དེ་ནི་མང་ལུགས་དེ་དབུས་གཙང་དང་ཨམ་མདོ་གི་ཕྱོགས་སུ་ལ་ཡང་དེ་ནི་དར་སོ་ཆེན་པོ་མ་བྱུང་ཡོད་རེད་ཅེས་མ་གསུངས་ཚུལ་འདུག་དེ་ནི་ཉེ་རབས་སུ་ཡོད་རི་མོའི་གི་རིགས་ལ་ཡང་དེ་ནི་མཁས་པ་ཀརྨ་དཀར་བཀྲིས་ཞེས་པ་འདི་དག་ཀརྨ་དཀར་བཀྲིས་ཕལ་ཆེར་དང་དུས་རབས་བཅུ་གཅིག་གི་བཅུ་བདུན་བ་ལ་མི་འགྲོ་དེ་ནི་དུས་རབས་བཅུ་གཅིག་གི་འཇུག་བདེ་བ་ལ་ཡིན་ས་རེད་དྲན་གྱི་འདུག་རོ་འོ་དེ་ཡིན་དུས་དེ་ནས་གྲུ་ཆེན་དང་གྲུ་ཆུང་རོ་འོ་དག་ན་བཞིན་གྱི་དེ་ནས་དབྱིབས་གྲུ་བཞི་ལ་སོགས་པ་ད་དེ་འདྲའི་ཆེ་མ་པད་མ་སི་ཡི་ཡིག་གཟུགས་ཀྱི་དེ་ནས་ཆ་མཉམ་པོ་དེ་འདྲའི་མ་དེ་འདྲའི་ཀ་མ་ག་ཏྲི་ཞེས་པ་དེ་དེ་འདྲའི་ཡང་ད་ཁྱབ་བྱུང་འདུག་དེ་ནས་རྐང་པ་ཅུང་ཟད་རིང་བ་དང་ཐུན་མིན་གྱི་ཁྱད་ཆོས་ལྡན་པའི་གྱི་རིང་སྐབས་ད་ཀ་མི་ཚིག་གི་དེ་དུས་ཡ། ད། དེབ་བྲིས་འདི་གའི་དེ་ཡང་དཔེ་བླངས་ས་སྐར་མ་ག་བྲིས་དང་ག་ལྡན་ས་བྲིས་གཉིས་དེ་ཡིན་པ་ཡིན་དུས་ད་འདི་གའི་དེ་ཀ་མི་ཚིག་གི་ད་ཕྱིས་བྱུང་གི་མཁས་པ་དེ་ཚོ་གི་ཆ་མཉམ་པོ་དེ་ལ་མ་བརྩིས་གནང་གི་ཡོད་པས་གྱི་ཡོངས་སུ་གྲགས་པ་ཅི་དེ་ནི་ཆགས་ཐུག་གི་འདུག་འོ་ད་དེ་རྗེས་ལ་ཉིད་དེ་འདྲའི་དེབ་བྲིས་སྐོར་དེ་ད་ཅི་ད། རྒན་བཀའ་འབོ་དབང་གྲགས་ལགས་ཀྱིས་འདུག། ཞིབ་ཅིང་དགེ་བ་ཆེད་དུ་མ་ཞུས་ཚར་སོང་དུས་འཁོར་དེ་ཉིད་དེ་ནས་བསྐྱར་དུ་ཞུ་མ་གོ་བར་བྱས། དེ་ནས་གང་ཅིའི་ལྡེབས་བྲིས་དེ་གའི་དེ་མ་སྤྱི་དང་ཡི་གེ་ཀྱི་ད་དུས་རབས་བཅོ་བརྒྱད་ཀྱི་འགོ་བརྩིས་པ་ལ་ཟད་ན་མི་འདུག་ད་དེ་འདྲའི་པར་ལ་ཟེར་དུས་པཎ་ཆེན་བྱུང་རྗེས་དེ་ནས་ལྡེབས་བྲིས་ཀྱི་ཡི་གེ་དེ་ད་སྤྱི་དང་སྔར་སོན་གྱི་ཡི་གེ་ཀྱི་གཟུགས་མང་པོ་ཅིག་ལ་ཡང་དུ་སྤེལ་གླེང་བ་དང་ལྷག་པར་དུ་ཡང་དེ་ནས་ཀརྨ་བཀའ་བྲིས་དང་བཀའ་དྲིན། དེ་ནས་བྲིས་ཚར་གཉིས་ལ་ཡང་དེ་ནས་དུ་སྨྲ་ཡི་གེ་གཉིས་དེབ་ནས་སྨྲ་དེ་ནས་ཕྱི་མ་བྲིས་གནང་བ་དེ་ནས་དེབ་བྲིས་ཟེར་བ་དེ་ད་དོན་ཐོག་ཏུ་མིང་བཏགས་པ་ཡིན་ན་དེབ་བྲིས་ཟེར་ཡིན་ས་རེད་སྤྱི་དང་དེ་ནས་ཡུལ་མི་དེ་ཚོ་ཡི་ཡང་དེ་ནས་ཁམས་སྡེ་བརྒྱད་ཡོད་ལ་མ་ད་གཟོད་ཡོད་རྒྱུ་མཚན་ལ་དེ་ནས་སྡེ་བྲིས་ཟེར་བ་དང་དེ་འདྲའི་ཡང་དེབ་བྲིས་དང་དེ་བྲིས་ཟེར་འདྲའི་དེ་འདྲའི་གི་ཡང་ཁྱད་པར་དེ་འདྲའི་ཡང་ཡོང་དགོས་ཀྱི་འདུག་འོ་དེ་གི་དེ་ནས་ངས་ད་ལྟ་དེ་བོད་ནང་ལུགས་ལ་ཡང་དེ་སྔ་ལ་ཡང་དེ་ནས་ཡིག་གཟུགས་ཀྱི་བསྟན་པ་སེམས་ན་མི་འདོར་ཡིག་གཟུགས་ཀྱི་དེ་འདྲ་ཅན་དག་དལ་བུས་བྱུང་ཚུལ་སྐོར་དེ་དེ་ཙམ་གཅིག་ལ་མ་འཚམ། བཞག་ནས་དེ་ནས་མཐར། མཇུག་དོན་ལ་ཡང་དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་ཡང་ནི་ཚེ་ཕྲེང་མུ་ནས་མུས་པར་དེ་ནས་གནས་པར། དེ་ནས་སྨོན་འདུན་ཞུ་རྒྱུ་དང་བཅས་ནས་སརྦ་མང་གི་ལམ་བུའི་མཛད་ཡུལ་དུ།